ང་རང་ཚོ་འདས་ཆོས་སྒྲུབ་མཁན་མང་པོ་ཡོད་རེད་དེ་ཅིག། ཕྱིས་བལྟས་ན་ཞི་བུ་སྐད་ཅིག་ཆོས་ཅིག་བྱེད་བདེ་མཁན་དེ་འོ་ཅིག་མ་གཏོགས་དོན་གྱི་སྟེང་དུ་སེམས་རྒྱུད་ལ་ཕན་པའི་སྐད་ཅིག་ཆོས་ཅིག་མི་འབྲི་དུས་གང་ལ་དེ་ལ་དེ་ནི། ང་རང་ཚོ་ཆོས་ལྟར་སྣང་ཟེར་ལྟར་སྣང་ཆོས་འདྲ་བོ་ཐོག་འདེད་མཁན་ད་གྲྭ་ཆས་གོན་ཙམ་ཅིག་སྔགས་ཆས་གོན་ཙམ་ཅིག་ཟན་དཀྲིས་ཙམ་ཅིག་འདི་རུ་དཀྲོག་ཙམ་ཅིག་ལ་ཆོས་པ་ཡིན་ཟེར་བའི་རེད་དེ། ད་འདི་དངོས་གནས་ཡང་དག་པའི་ཆོས་བ་ཅིག་རེག་གི་མེད་རེད་དེ་ལྟར་སྣང་གི་ཆོས་ཟེར་མཁན་དེ་ཆགས་འགྲོ་རེད་འོན་ཀྱང་ཇི་ཙམ་སྒྲུབ་ལོ་བྱས་ཀྱང་ཟ་ཡང་དག་པའི་ཆོས་སུ་གཏན་ནས་མི་འགྲོ་བས་ཟེར་ཨ་ཡ་དེ་དེ་འདྲ་རེད་དེ་ནས་དེ་ན་ས་ད་ཁ་ཤས་ང་ལོ་གསུམ་བསྡད་མཁན་ཡིན་ལ་ཁ་ཤས་ཁ་ཤས་ལོ་གསུམ་རེ་ཞིག་བསྡད་རྒྱུ་ཅིག་དོན་དག་གོ་དང་ཞོག་ཁོ་རང་ང་ལོ་གསུམ་ཟིན་བསྡད་ན་ང་སྤྲོ་ས་ཉིད་ང་ལ་ཨ་ཡ་ཁྱོད་དཔེ་མི་དགེ་དེ་ནས་མཚམས་མཐུད་ནས་གང་མ་རྩེ་རེད་ཟེར་འོང་བསམ་གྱི་འདུག་དཔེ་ཆ་འགྲེལ་བྱེད་དེ་ན་ཡང་ཨ་ད་ང་སང་ཉིན་གཅིག་མཁན་པོ་འདྲ་སློབ་དཔོན་འདྲ་བྱང་ནས་གཅིག་དགེ་རྒན་འདྲ་བོ་དེ་འདྲ་བྱེད་རྒྱུ་འོང་བསམ་ཀུན་སློང་དེ་འདྲ་ཅིག་ཇི་ག་བྱས་དེ་སྐྱབས་ནས་ཐིག་དེ་མ་བྱུང། དེ་ནི་དཔེ་ཅིག་མ་སྐྱེས་པ་ཆགས་ཁ་ཤས་ཡང་ཅིག་ཆེ་བ་ཡག་པོ་འོས་ན་ཡང་ཅིག་བསམ་བློ་བཏང་བཏང་ཏོག་ཙམ་མ་འགྲིག་དེ་འདྲ་འདུག་བ། ཁ་ཤས་ཅིག་གིས་དེ་ནི་ཅིག་ཆེ་བ་ཡག་པོ་འོས་ན་ཅིག་ང་དཔེ་སེམས་ཅན་གྱི་དོན་ཞིག་འོ་ཅིག་འོ་བསམ་གྱི་གྲགས་དེ་ནི་དེ་ཅིག་འོང་གི་མི་འདུག་ག་རེ་བྱས་ན་དགའ་བ་རེད་ཟེར་ད་དེ་འདྲ་ཟེར་གྱི་འདུག་དེ། སེམས་ཅན་གྱི་དོན་དེ་ཁོ་རང་བཞིན་ཡོང་རྒྱུ་ཅི་རེད་མ་གཏོགས་ཇི་སྐད་ཡིན་ཟིན་བྱེད་བཏང་རྒྱུ་ཟེར་བྱ་ཡོད་ས་མ་རེད། ང་རང་ཚོ་མཁན་པོ་ཆོས་སྐྱབས་རིན་པོ་ཆེ་ཚོ་ས་ཆ་གཅིག་ལ་ཞུགས་རེས་འཁོར་སློབ་མ་སྟོང་ཕྲག་མང་པོ་ཅིག་བསྡུས་ཡོང་རེས་སྟོང་ཕྲག་བརྒྱ་ཕྲག་མང་པོ་ཅིག་བསྡུས་ཡོང་རེས་དེ་རེས་མཁན་པོ་འཇིགས་མེད་ཕུན་ཚོགས་ཟེར་ད་ང་རང་ཚོ་མཁན་པོ་འཇིགས་ཕན་ཟེར་ད་དཔོན་མི་གི་སྐད་གྲགས་ཆེ་བོ་རེད་དེ། ཅིག་ཅིག་གིས་ག་ས་ག་ལ་སོང་ནས་ཆོས་གསུངས་ག་ས་ག་ལ་སོང་ནས་གྲྭ་བ་བསྒྲུགས་ག་ས་ག་ལ་སོང་ནས་ཅིག་དེ་འདྲའི་ཕྱི་ཕྱོགས་རྩ་བ་ཉིད་ནས་མ་རེད། ཁོང་རང་བཞུགས་བདེ་དེ་གང་ལ་བར་གྱི་འཁོར་སློབ་མ་ཐམས་ཅད་སྔོན་ནས་མེ་ཏོག་ལ་བུང་བ་འཁོར་བ་ནང་བཞིན་གྱིས་དེ་ནས་འཁོར་བར། རྫིང་བུ་ལ་དེ་ནས་འཁོར་བར་སྔར་ངང་པ་འཁོར་བ་ནང་བཞིན་གྱིས་འཁོར་ནས་དེ་འདྲ་འོང་རྒྱུ་ཞིག་རེད་འདུག་འོ་དེ་ཁ་ཤས་ལ་ངས་དེ་འདྲ་ལབ་ཡིན་ལབ་ཡིན་ལྟ་ཅིག་གཏན་འབེབས་ཀྱི་བྱ་བ་བྱེད་ཀྱིན་རེད་བླ་མ་ཡག་པོ་དང་སྤྲུལ་སྐུ་ཡག་པོ་དང་མཁན་པོ་ཡག་པོ་ཡིན་ན་ཡང་དེ་འདྲ་བསམ་ནས་ཅིག་སློབ་མ་ཅིག་ཕར་རྩལ་དུ་འགྲོ་མཁན་འདྲ་བོ་དང་འགྲོ་དོན་རྩལ་ཕྱིར་རྩལ་འགྲོ་མཁན་འདྲ་བོ་བྱས་ན་ཞེ་བོ་ཞེ་བོ་འོང་དགོས་ས་མ་རེད། རང་ཡག་པོ་ཅིག་སྡོད་ཤོག་དང་དེ་ནས་རང་ལ་འབྲེལ་བའི་གི་མི་གཅིག་ཡོད་ན་འདྲ་གཉིས་ཡོད་ན་འདྲ་བརྒྱ་ཡོད་ན་འདྲ་གང་མ་ཚད་ཡག་པོ་རེད་ལྷག་པར་དུ་ཡང་རྒྱའི་ཚིག་ལུང་ཡག་པོ་བྱས་ནས་ཅིག་བསྡད་དེ་གས་ན་དགེ་སློང་ཡག་པོ་ཅིག་དེ་དེ་ལ་བརྟེན་ནས་མི་མང་པོ་ཅིག་གི་དེ་ནས་སེམས་སེམས་འགུལ་ཐེབས་རྒྱུ་ལ་སོགས་པ་དག་དེ་མ་ཡིན་པའི་གི་ཅིག་དངོས་གནས་གི་ཆོས་གི་བསམ་བློ་དང་བླ་མ་ཡག་པོ་དེ་འདྲ་ཅིག་བཞུགས་དེ་ན་ས་ཆ་རྒྱང་གྲགས་དང་དཔག་ཚད་མང་པོ་ལ་ནད་དང་རིམ་གྲོ་མི་ཡོང་གང་ཟེར་དེ་ནད་དང་རྨུ་གུ་མི་འོང་བ་ལ་སོགས་པ་དང་བྱང་ཆུབ་སེམས་དཔའ་གཅིག་ཞུགས་དེ་ན་ས་ཆ་དེ་ལ་ཞུགས་ན་སེམས་ཅན་མང་པོའི་རྒྱུད་ལ་བྱང་ཆུབ་ཀྱི་སེམས་རྒྱུད་ལ་སྐྱེས་འོང་རྒྱུ་དེ་ནི་གསུང་མདོ་སྡེ་ང་རང་ཚོ་སྦྱོར་ལམ་དྲོད་དང་རྩེ་མུག་གི་རྟོག་པ་གཅིག་སྐྱེ་རྒྱུ་ཤེར་ཕྱིན་ནང་ལ་སྦྱོར་ལམ་དྲོད་རྩེ་མུག་གི་རྟོག་པ་གཅིག་སྐྱེ་རྒྱུ་གི་དེ་ནི་རྒྱང་གྲགས་དང་དཔག་ཚད་ཀྱི་བར་དུ་ནད་དང་རྨུ་གུ་མི་འོང་བ་དང་སེམས་དེ་འདྲ་ཡི་སེམས་ཅན་རྒྱུད་ལ་བྱང་ཆུབ་ཀྱི་སེམས་སྐྱེ་བ་དང། མི་ལ་ཕར་ཞོག་ན་ཤ་བ་དང་བྱ་དང་བྱེའུ་ལ་ཡང་བྱང་ཆུབ་ཀྱི་སེམས་སྐྱེ་བའི་ལོ་རྒྱུས་འདུག་ཨ། ཨོ་ཡ་དེ་དེ་འདྲ་རེད་དེ་དེ་ཚོ་ཐམས་ཅད་བསྟན་པོ་གི་བྱ་བ་རེད་ཨོ་ཡ་རང་ཆོས་ཡག་པོ་བྱེད་བྱེད་དེ་ན་ཨོ་ཡ་དེ་ནི་དེ་ཡིན་དུས་གང་ལ་སངས་རྒྱས་ཀྱི་དེ་ནི་ཀར་བསྟན་པ་ཐམས་ཅད་དེ་འཕགས་པའི་དགེ་འདུན་ལ་རག་ལས་དེ་རེད་དེ་ནང་ནས་ཡང་དགེ་འདུན་ཐམས་ཅད་ནང་ནས་དགེ་སློང་ལ་རག་དེ་ཨོ་ཡ་དེ་ཡིན་དུས་གང་ལ་དགེ་ཚུལ་སློང་ཡག་པོ་ཞིག་བཞུགས་དེ་ན་བསམ་གྱིས་མི་ཁྱབ་ཀྱི་སངས་རྒྱས་ཀྱི་བསྟན་པ་ལ་བྱ་བ་དེ་རེད་ཨོ་དེ་ལས་ལགས་སོ་ཀྱེ་རེ་བྱ་བ་བྱ་བ་མ་རེད་དེ་ད་བྱ་བ་ཟེར་མཁན་དེ་ཡིན་ཅིང་མིན་ཅིང་རྔ་རྡུང་རོལ་མོ་དཀྲོགས་ཨོ་ཡ་དེ་ནི་དེ་ན་བཞིན་མདའ་རུ་དཀྲོགས་དེ་ནི་ཞྭ་མོ་འདྲ་མི་འདྲ་གོན་ང་ཡ་དེ་ནས་གཅིག་ཅིང་དེ་འདྲ་ཞིག་ཟ་ང་ཟ་ངེ་བྱེད་རྒྱུ་དེ་ཡིན་ཟེར་ན་ཡང་ད་ཡིན་ལས་ཀྱང་མིན་པ་ཅིག་ཤུགས་ཆེ་ཧ་འདྲ་བོ་བྱེད་ཡོད་རེད་དེའི་འདུལ་ཁང་ལ་འཚམས་གཟིགས་ཀྱི་བསམ་བློ་ཡག་པོ་བཏང་ནས་གཏན་འབེབས་ཀྱི་བྱ་བ་སྒྲུབ་པར་བྱེད་པ་དང་དེ་འདྲ་ཡིན་ན་རང་ཡག་པོ་ཉམས་ལེན་བྱེད་དང་ད་འདང་ས་འོམ་བློ་རང་ཚོགས་ཏོགས་སུ་འགྱུར་བ་འདྲ་ཐེབས་འདོད་པ་དང་སྔོན་མ་ཡིན་ན་ཞབས་བརྟན་འགྲོ་སྐུ་རུམ་བྱེད་འགྲོ་མཁན་ཚོ་ཧ་དེ་བླ་མ་དེ་ཡག་པོ་ཞེ་བོ་རེད་ང་ཚོ་ལ་སྐུ་རུམ་བྱེད་ཕན་ཐོག་ཨེ་འཚམས་བསྡད་མཁན་དེ་ཁོ་ཁོ་རང་ཁོ་རང་གི་དེ་ནས་འཚམས་བསྡད་དེ་ཁོ་རང་གི་དོན་དག་རེད་དེ་འདྲ་ཟེར་མཁན་གོ་ལོག་དེ་འདྲ་གོ་བསྡད་མཁན་དེ་འདྲ་ཡོད་མང་པོ་ཡོད། ད་གདངས་སང་དེ་འདྲ་མི་འདུག་ད་ཀུན་བཟང་བླ་མའི་ཞལ་ལུང་བསྐལ་བཀྲོལ་ཡིན་གྱི་རེད། དེ་ཡིན་དུས་ཀྱང་བླ་མ་ཅིག་ཡི་མགོ་ལ་ཕུལ་ལ་མཚམས་བསྡད་ན། རུང་བ་མགོ་ལ་བསྡད་ན་ལུང་བུ་བཅུག་ཐམས་ཅད་ལ་དེ་ནས་བསྐུར་པར་བྱིན་གྱིས་བརླབས་གྱུར་གསུང་མདོ་བ། ཡ། ས་ཆུ་མེ་རླུང་ཡུལ་ལྷ་གཞི་བདག་ཐམས་ཅད་ཐུགས་མཉེས་ཆར་ཆུའི་དུས་སུ་བབ་ལོ་ཆུ་རྟག་ཏུ་བརླག། ཡ། མིའི་རྒྱུད་ལ་བསམ་པ་གི་བྱང་ཆུབ་ཀྱི་སེམས་རྒྱུད་ལ་སྐྱེ། ཡ། དེ་ཡིན་དུས་ཀྱང་བླ་མ་གོང་མ་ཚོ་མཚམས་བསྙེན་སྒྲུབ་ཡག་པོ་བྱུང་ན་དེའི་སློབ་མ་དང་སློབ་རྒྱུད་ཐམས་ཅད་མཚམས་ལ་བསྡད་རྒྱུ་ཞིག་རེད་གི་འདུག་བ། ང་རང་ཚོ་བསམ་བློ་བཏང་ན་ཁང་ཁུངས་ཚོ་ལ་ཅིག་ཆོས་བཤད་མཁན་དེ་ངེས་པ་འཇུ་བ་མ་རེད་ལོ་གསུམ་སྟེ་གི་དམངས་ཞུགས་ཁང་ཁུངས་ད་ད་འདང་ཡང་མང་པོ་འདུག་ཨོ་དེ་ཚོ་ཅི་རེད་ཟེར་ན་བླ་མ་སངས་རྒྱས་ཞིང་ཆེན་སྐྱབས་རྒྱུད་སྡེ་རྒྱ་རིན་པོ་ཆེ་གི་སློབ་མ་རེད་དེའི་ནང་བཞིན་གི་བླ་མ་མང་པོ་ཅིག་ཐམས་ཅད་དེ་ཆང་མང་པོ་འཐུང་ན་ཡང་མཚམས་གཅིག་བསྡད་པ་ལ་བསྡད་ཚོད་མ་ལོ་གསུམ་གཉིས་གསུམ་རེ་རེ་རི་ཁྲོད་ཁོ་རང་མ་བཏང་བསྡད་དུ་དེ་གི་ཤུགས་རྐྱེན་འདྲ་བོ་ཅིག་གིས་ད་མཚམས་ལོ་བསྡད་མཁན་ལོ་ཆུང་བ་ཐམས་ཅད་ཨ་ཆོས་ཅིག་བྱས་ན་མཚམས་གཅིག་བསྡད་དགོས་རེད་ཨ་ཟེར་ནས་སེམས་ལ་དེ་འདྲ་བག་ཆགས་དེ་ཡང་བསྟན་པ་ལ་ཐམས་ཅད་བསམ་གྱིས་མི་ཁྱབ་གི་མ་རེད་བས། ཨོ་ད་དེ་འདྲ་རེད་དེའི་འདུལ་ཁང་ལ་གཏན་འབེབས་ཀྱི་ཅིག་བྱ་བ་བྱེད་ཀྱིན་ཟིག་ཡིན་ནམ་མིན་ན་ཡང་ང་རང་ཚོ་འདྲ་བོ་དེ་འདྲ་ཡི་གི་ལོ་སྤི་ཀར་ཆེ་བོ་རེ་ཅིག་བཞག་ནས་ནམ་ཞིག་སྐད་རྒྱབ་རྒྱུགས་དེ་རྒྱུ་དེ་རྩ་བ་ཉིད་ཡིན་ས་མ་རེད་དེའི་འདུལ་ཁང་ལ་རང་བསྡད་ན་ཡག་པོ་བྱས་ནས་ཆོས་བྱས་ཏེ་བང་ཆོས་ཕྱོགས་ག་ནས་ཡིན་ན་ཡང་སངས་རྒྱས་ཀྱི་བསྟན་པ་དེ་ལ་ཞབས་ཏོག་ཡང་དག་པ་ཅིག་ཆགས་དགོས་ས་རེད་ལྷག་པར་དུ་ཡང་བླ་མ་གྲྭ་བ་ཚོ་ཡག་པོ་ཅིག་བྱས་དེ་ནས་མི་ཐམས་ཅད་བསྟེན་ལ་དད་པ་དང་དག་སྣང་སྐྱེས་བྱུང་ན་དེས་ཀྱང་ཤུགས་ཆེན་པོ་ཞུགས་ཅིག་བསྟན་པ་ལ་ཕན་འགྲོ་བ་རེད་ཁྱེད་རང་ཚོ་འཇིག་རྟེན་ཐ་མལ་ཚོ་ཡིན་ན་འབའ་རྩར་གུ་རུ་སྟོན་མཁན་གྱིས་འབའ་རྩར་གུ་རུ་འབུམ་སྐྱ་ཁ་ཤས་རེ་བཏོན་སྔོན་འགྲོ་འབུམ་ལྔ་དང་སྐྱག་དང་ཡེ་ཅེ་ཅུང་མ་གསན་པ་དེ་ལྷོད་དང་སྐྱིད་པ་ཞིག་བྱུང་ཨ་ཧེ་དེ་ཆོས་བྱེད་མཁན་སེང་འདྲ་གི་མི་འདུག་ཨ་ལྟོས་དང་ཁོ་དེ་སེམས་པ་སྐྱོ་ལོས་ཅིག་ལ་ལྟོས་དང་ཁོ་ཕ་མ་ལ་ཡག་པོ་བྱེད་སྟངས་ཅིག་ལ་ལྟོས་དང་ཁོ་དངོས་གནས་ཀྱི་ཅིག་ཅིག་ཁོ་རང་གི་དེ་ནས་སེམས་དེ་ལ་སེམས་པ་བཟང་ལོས་ཅིག་ལ་ལྟོས་དང་ཨ་ཙི་ཆོས་བྱེད་མཁན་དེ་བྱེད་དགོས་འདུག་ཨ་ཙི་བླ་མེད་ཀྱི་ཆོས་བཤད་མི་དགོས་རང་གི་ལྟས་ན་དེ་ནས་མི་དེ་ཁྱོད་ལ་ཡིད་རང་གི་ཆོས་བྱེད་ཀྱིན་འདུག་པ་ཆགས་ཀྱི་རེད། ཨོ་ཡ་དེ་ཡིན་དུས་ཀྱང་དེ་ལྟ་བུ་ཡིན་དུས་ཀྱང་བསམ་བློ་དེ་འདྲ་བཟང་བ་གཏན་འབེབས་ཀྱིས་བྱ་བ་ཡིན་ཟེར་དུས་ཀྱང་རྡོ་རྡོག་རྡོག་ཅིག་མགོ་ལ་འཁུར་བསྡད་རྒྱུའི་འདྲ་བོ་ཅིག་དང་ང་ཁུར་དུམ་ཅིག་རྒྱབ་ལ་འཁུར་དུས་ཀྱང་དེ་འདྲ་ཡིན་ས་མ་རེད། དེ་ཡིན་དུས་ཀྱང་ལ་ཁྱེད་རང་ཚོ་འདིར་དབྱིན་ཇི་མང་པོ་འདུག་དབྱིན་ཇི་ཚོ་ཡིན་ན་དེ་ནང་བཞིན་རེད་ཁྱེད་རང་ཚོ་ནང་པ་སངས་རྒྱས་ཀྱི་བླ་མ་མཇལ་ཆོས་ཞུ་མཁན་ཚོ་ཐམས་ཅད་གཞན་དང་མ་འདྲ་བ་ཅིག་སེམས་རྒྱུད་དུལ་བ་དང་གཅིག་དངོས་གནས་ཀྱི་དེ་ནས་དེ་དད་པ་ཆེ་བ་དང་སྙིང་རྗེ་ཆེ་བ་ཅིག་བྱུང་བ་ཡིན་ན་དེ་གཅིག་ཁོ་རང་གི་ནང་པ་སངས་རྒྱས་ཀྱི་བསྟན་པ་ཡག་པོ་ཞིག་ཤུགས་འཕེལ་ཐུབ་གི་རེད། དེ་ཡིན་དུས་གང་ལྟ་ཅིག་བཤད་ནས་ཉན་ཟེར་མཁན་དེ་ག་ལི་ཁག་པོ་རེད་ད་དྭངས་ས་ཨ་ཕ་བཤད་ཀྱོག་སྤུ་གུ་ཉན་གི་མ་རེད། བླ་མ་བཤད་ཀྱོག་གི་སློབ་མ་ཉན་གི་མ་རེད་དེ་ཡིན་ན་ཡང་ང་རང་ཚོ་བོད་ཀྱི་སྤྱི་གསར་ལ་མ་ལྟོས་སྤྱི་སྤྱོད་ལ་ལྟོས་ཡོད་ཟེར་མཁན་དཔེ་སྐད་བོད་ཀྱི་དཔེ་གསོ་དཔེ་ཡག་པོ་དེ་རེད་སྤྱི་སར་ལ་མ་ལྟོས་ལ་ཁོས་ག་རི་ལབ་གི་འདུག་མ་ལྟོས་ཁོས་ཅི་བྱེད་ཀྱི་འདུག་ལྟོས་ལ། བྱེད་རྒྱུ་གང་བྱེད་ཀྱི་དེ་ཁོས་བསམ་བློ་འོག་གི་དེ་བྱེད་ཀྱི་ཡོད་རེད། ཡ་དེ་བྱེད་སྟངས་ག་རེ་ལབ་ན་མ་ས་ཁ་ནས་ག་རེ་ག་རེ་ལབ་ན་ཡ། སེམས་པ་གི་ག་རེ་ཁ་ནས་ག་རེ་ལབ་དགོས་ན་གཟུགས་པོ་གི་བྱེད་སྟངས་དེ་དེ་ནས་སེམས་ན་ག་རེ་བསམ་དགོས་ན་དེ་དེ་བྱེད་ཀྱི་ཡོད་རེད། ཅི་ཟེར་ལ་མ་ལྟོས་ཅི་ཅི་ལ་ལྟོས་ཟེར་ཆོས་ཡག་ལེ་འདུག་ཉམས་ལེན་ཡག་ལེ་འདུག་ཨོ་ལྟ་རྒྱུ་དེ་དེ་ནི་ཕྱི་ཡི་བྱེད་སྟངས་དེ་ལ་བརྟེན་ཧ་གོ་ལ་ཕྱིའི་བྱེད་སྟངས་དེ་ལ་བརྟེན་དུས་གང་ལ་སྔོན་རིག་གི་ཆོས་རྣམ་རྟོག་དང་ང་ཚོ་དེ་ནས་ཧ་གོ་བླ་མ་སྐྱེས་ཆེན་དམ་པ་ཚོ་ཐམས་ཅད་ག་འདྲེ་འདུག་ཨོ་ཡ་གསུང་རབ་གནང་སྟངས་ག་འདྲེ་འདུག་བྱ་བ་བྱེད་སྟངས་ག་འདྲེ་འདུག་ཨོ་ཡ་ལུས་ངག་གི་བྱ་བ་དེ་ཅི་འདྲ་ཅིག་གི་བལྟ་འོང་དུས་གང་ལ་དེ་དེ་ལས་ང་རང་ཚོ་ཡག་པོ་ཅིག་སློབ་ཐུབ་མཁན་ཡིན་ན་དེ་དངོས་གནས་ཀྱི་ང་རང་ཚོ་ཆོས་དེ་ཡང་དེ་ཡང་དག་པོ་ཆོས་དེ་དེ་ཡང་གཏོང་བར་ད་ང་རང་ཚོ་བདག་འདྲ་ཚང་སྐྱེས་ཆེན་དམ་པ་རྣམ་རྒྱལ་གྱི་རྣམ་ཐར་ལ་རྗེས་སུ་བསྙེགས་ནས་བྱ་བ་བྱེད་ཀྱི་འདུག་སུ་རེད་དེ་ནི་བཀོད་པའི་ཀུན་མཁྱེན་འཇིགས་མེད་གླིང་པ་འདྲ་བོ་དང། ཁྲག་འཐུང་བདུད་འཇོམས་གླིང་པ་འདྲ་བོ་དང་དེ་ནང་བཞིན་གཅིག་གི་ང་རང་ཚོ་གི་རྗེ་བཙུན་མི་ལ་འདྲ་བོ་དང་ཀུན་མཁྱེན་ཀློང་ཆེན་རབ་འབྱམས་ལ་སོགས་པའི་གི་རྣམ་ཐར་ལ་གཅིག་དང་ཁོང་རྣམ་པ་མཛད་སྟངས་གང་འདྲས་བྱས་ནས་འདུག་བལྟ་ན་ཨོ་ད་ང་རང་ཚེ་འདིའི་སློབ་མ་དང་སློབ་རྒྱུད་ཡིན་དུས་གང་ལ་ཨོ་ད་དེ་འདྲས་རང་མ་བྱུང་ན་དེ་འདྲས་ཀྱི་ཨེ་ཡོང་མི་ཡོང་རེད་བལྟ་དགོས་རེད་དེ་ཡིན་དུས་གང་ལ་ཆོས་འདི་ཁ་ནས་བཤད་པ་ཙམ་གྱིས་ཀྱི་ཆོས་འདི་བཤད་མཁན་དེ་ཡང་ཅི་རྨད་དུ་འགྲོ་བོའི་འོ་མ་རེད་ཨོ་ཡ་ག་འདྲས་བྱེད་ཀྱི་འདུག་ཨོ་ཡ་དེ་ལྟ་ནས་ཁོང་རྣམ་པ་ཀྱི་ཆེད་བྱེད་ལུགས་འགྲོ་ལུགས་ག་འདྲས་དེ་ལ་ལྟ་ནས་ང་རང་ཚོ་ཧ་གོ་ན་དེ་ལ་དེ་ནོར་ས་བོར་ས་མེད་མཁན་འདྲ་བོ་ད་དཔེ་འདྲ་བོ་ཆ་ང་ཚོ་ནི་ང་འདྲ་བོ་ཆ་བསམ་བློ་བཏང་མཁན་ཡིན་ན་མཁན་པོ་ཆོས་རྒྱལ་རིན་པོ་ཆེ་འདྲ་བོ་དངོས་གནས་ཆོས་གསུང་བ་ནང་བཞིན་ཅིག་གི་ཁོང་རང་ཡང་དེ་འདྲས་ཀྱི་དེ་ནས་དངོས་གནས་དུས་རྒྱུན་དུ་དེ་ནས་ཆོས་ཀྱི་དེ་ནང་བཞུགས་དུས་གང་ལ་ཨ་ཙི་དེ་དངོས་གནས་ཀྱི་རེད་འདུག་ཨ་དེ་ཁོང་གིས་གསུང་གི་ཡང་འདུག་དེ་ཁོང་ལག་ལེན་བསྟར་གྱི་ཡང་འདུག་བསམ་གྱི་བྱུང་དུས་ང་རང་ཚོ་ལ་ཉེས་པ་དེ་གཞན་དང་མ་འདྲ་བའི་ཉེས་པ་ཞིག་སྐྱེལ་རྒྱུ་ཡོང་རྒྱུའི་རྒྱུ་མཚན་དེ་རེད། དེ་ཡིན་དུས་གང་ལ་ཁྱེད་རང་ཚོ་ཐམས་ཅད་ཁ་ནས་ཨོ་མ་ནི་པའི་མེ་ཧུང་ཨོ་མའང་འབའ་ཟར་ཀུ་རུ་ཙམ་ཟེར་མི་བདེ་ནས། རྐང་འོག་ལ་འབུ་གཅིག་ཡིན་ན་ཡང་ཨ་ཡིས་ངའི་རྐང་འོག་ནས་འབུ་གཅིག་ཤི་ས་རེད་བས་ཤི་གི་འདུག་དང་མི་འདུག་བལྟ། སྐད་ཆ་གཅིག་བཤད་ན་ངས་སྐད་ཆ་དེ་གའི་མི་ལ་གནོད་རྒྱུ་གཅིག་བཤད་གི་འདུག་བས། སྤྱིར་སེམས་ཅན་ཐམས་ཅད་ལ་གནོད་རྒྱུ་བཤད་གི་འདུག་བས་དེ་ནས་སྒོས་སུ་རང་གི་དངོས་གནས་ཀྱི་བཟའ་ཚང་དང་བུ་ཕྲུག་དང་རང་གི་ས་ཕྱོགས་ཡོད་ཚོད་གནོད་གི་སྐད་ཆ་བཤད་གི་འདུག་མི་འདུག་བརྟག་པ་རེད་སྐད་ཆ་བཤད་སྟངས་ཅི་རེད་གོམ་པ་རྒྱག་སྟངས་ཅི་ཡང་འགྲིག་གི་འདུག་མི་འདུག་བརྟག་པ་རེད། དེ་འདྲས་བྱུང་སོང་ན་དེ་ཆོས་བྱེད་མཁན་དེ་དང་རང་གི་སྒོ་གསུམ་གྱི་བྱ་བ་གཉིས་དེ་དེ་ནི་ཨོ་རང་གབ་རྒྱག་པོ་རེད་བྱུང་ངོ་མ་གཏོགས་ཁ་ནས་འདྲ་མི་འདྲ་ཅིག་བཤད་བཤད་བཤད་བཤད་བཤད་ལག་པ་མགོ་ལ་ལག་ལེན་དེ་ཕིན་ཅི་ལོག་ཁ་རྐྱང་བྱེད་དུས་གང་དེ་ནི་མི་ཐམས་ཅད་ཆོས་ལ་ཁ་གཏང་རྒྱུ་འདྲ་བོ་དང་ཨོ་ཡ་དེ་ནི་ཆོས་ལ་ཁ་གཏང་རྒྱུ་དང་ཆོས་ལ་ཡིད་ཆེས་རྒྱུ་འདྲ་བོ་ཆགས་རྒྱུ་རྒྱུ་མཚན་དེ་འདྲ་རེད་དེ་ཡིན་དུས་གང་ལྟར་ཧམ་བྱེད་ཀྱི་དེ་འདྲ་ཐུགས་ལ་དེ་འདྲ་བཞག་པ་རེད།